བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་ཤེས་བྱ་གོན་འཆར་བ་མཛོད་རྩ་བ་ནས་དགོས་པའི་སྐབས་དང་པོ་རྒྱུ་མཚན་ཉིད་ཀྱིས་ཐར་པའི་ས་ལམ་རྣམ་པར་བཞག་པའི་སློབ་ཚན་ཉེར་གཅིག་པ་འདི་འགྲོ་བ་ཡིན། དེ་ནི་དེ་རིང་གི་བརྗོད་གཞི་ཡིན། ཨ་ནི་བརྗོད་གཞི་གཉིས་འདུག་བརྗོད་གཞི་དང་པོ་དེ་ཡོན་ཏན་དང་སྐྱེས་པའི་དབྱེ་བ་ཟེར་བ་དེ་རེད། ས་བཅུ་གི་དབྱེ་བ་འབྱེད་ཚེ་གོས་ས་བཅུ་དྲུག་ཡོད་པའི་མཐའ་མ་ཡོན་ཏན་དང་སྐྱེས་པའི་སྒོ་ནས་ས་བཅུ་གི་ཁྱད་པར་བཞག་ཚུལ་དེ་རེད། ད་ནི་བརྗོད་བྱའི་གཉིས་པ་སྟེ་ས་བཅུ་རུ་བཞག་དགོས་པའི་རྒྱུ་མཚན། ཨ་ནི་བྱང་ཆུབ་སེམས་དཔའི་ས་ལ་བཅུ་བཞག་པའི་རྒྱུ་མཚན་ཡང་ན་ས་བཅུ་རུ་གྲངས་ངེས་པའི་རྒྱུ་མཚན་འོ་དེ་རེད། སྡོམ་ན་བརྗོད་བྱའི་གཉིས་འདུག་ད་ནི་བརྗོད་བྱའི་དང་པོ་ཡོན་ཏན་དང་སྐྱེ་བོའི་ཁྱད་པར་འདི་རྩ་བ་ཡིན་ན། དང་པོར་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ནས་བཅུ་བར་བརྗོད་དུ་མེད་པའི་རྡུལ་སྙེད་ཐོབ། ས་བརྒྱད་ནས་བརྩམས་ཚེ་སོགས་དབང་བཅུ་དང། སྤྱོད་པར་ཨོ་གསར་ཆེན་པོ་དབང་བསྐུར་ཐོབ། བླའི་སྨོན་ཏིང་འཛིན་དབང་སྦྱོར་དབང་གིས་སྐྱེ། གསར་ནི་འཁོར་ལོ་སྦྱོར་སོགས་རྣལ་སྨིན་སྐྱེས། འོ་དེ་འདྲ་ཅིག་སོང་བ་རེད། འདིའི་དོན་དག་ཡིན་ན། ནི་ས་དང་པོ་ནས་བྱིས་པ་བར་དུ། ནི་ཡོན་ཏན་གྱི་གྲངས་འཕེལ་བའི་ཁྱད་པར། འོ་དེ་གསུང་གི་ཡོད་པ་རེད། ས་དང་པོར་སྐད་ཅིག་མ་རེ་རེ་ལ་སྐྱེ་བའི་ཕྱིར་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་ལ་དེའང་མདོ་སྡེ་ས་སྤྱོད་པའི་བྱང་ཆུབ་སེམས་དཔའ་རྟེན་འབྲེལ་གྱི་ལེའུ་ལས་སྦྱོང་བ་སྡོམ་དུ་བྱས་ཏེ། སྡོམ་དུ་བྱས་ཟེར་བ་དེ་ནང་དོན་རྒྱ་ཆེ་བ་དང་གཏིང་ཟབ་པ་ཚིག་མང་བ་འོ་དེ་ཚོ་ལས་སླ་བོ་བྱས་ནས་ཨ་ནི་བློ་ལ་འཛིན་བདེ་བ་དེ་འདྲ་བྱས་པ་དེ་ལ་སྡོམ་དུ་བྱས་བ་ཟེར་གྱི་ཡོད་པ་རེད། ཨ་ནི་མདོ་སྡེ་ས་བཅུ་བ་ལས་བྱུང་བ་དེ་སྡོམ་དུ་བྱས་ན་ག་འདྲ་རེད་ལབ་དུས་ཏིང་འཛིན་རྒྱ་ཐོབ་དེ་ལ་འཇུག་པ་དང་གཅིག་ལབ་པ་རེད། ཨ་ནི་ས་དང་པོ་བ་ལ། ཏིང་ངེ་འཛིན་བརྒྱ་དུས་མཉམ་དུ་ཐོབ་པ་དང་ཏིང་ངེ་འཛིན་བརྒྱ་དེ་ལ་དུས་མཉམ་དུ་འཇུག་པ་དང་དུས་མཉམ་དུ་ལྡང་བ། ཨོ་ཏི་བྱེད་ཐུབ་པ་དང་སངས་རྒྱས་བརྒྱ་གི་ཞལ་མཐོང་བ་དང་སངས་རྒྱས་བརྒྱ་ལས་བྱིན་རླབས་དང་དམ་པའི་ཆོས་ཐོབ་པ་ཞེས་པ། ད་ནི་འཇིག་རྟེན་གྱི་ཁམས་བརྒྱ་གཡོ་ཞིང་ཞིང་བརྒྱར་འགྲོ་བ་མཐུ་དང་ནུས་པ་རྫུ་འཕྲུལ་གྱི་ཆ་ནས་བཤད་པ་ཡིན་ན་འཇིག་རྟེན་གྱི་ཁམས་བརྒྱ་གཡོ་བར་བྱེད་ཐུབ་པ་དང་སངས་རྒྱས་ཀྱི་ཞིང་ཁམས་བརྒྱ་ལ་དུས་མཉམ་དུ་འགྲོ་ཐུབ་པ། ད་ནི་འཇིག་རྟེན་གྱི་ཁམས་བརྒྱ་ལ་རང་ཉིད་ཀྱི་གཟུགས་སྣང་བར་བྱེད་པ་དང་འགྲོ་བ་སེམས་ཅན་འཇིག་རྟེན་གྱི་ཁམས་བརྒྱ་ཡིས་འགྲོ་བ་སེམས་ཅན་རྣམས་སྨིན་པར་བྱེད་པ་དགེ་བའི་ལམ་ལ་བཀོད་ཐུབ་པ། ད་ནི་སྐལ་བ་བརྒྱར་གནས་སྔོན་དང་ཕྱིས་མཐར་འཇུག་ལབ་དུས་ད་ནི་ཚེ་རིང་པོ་སྐལ་བ་བརྒྱ་ལ་སོགས་པ་ལ་གནས་ཐུབ་པ་དང། ད་ནི་ཆོས་ཀྱི་སྒོ་མོ་བརྒྱ་ཕྲག་སྟོན་ཐུབ་པ། ཆོས་ཀྱི་ཕུང་པོ་གྲངས་ལས་འདས་པ་སྟོན་ཐུབ་པ་དེའི་དོན་དག་རེད། ད་ནི་ལུས་བརྒྱ་སྟོན་པ་དང་ལབ་དུས། དུས་མཉམ་དུ་ལུས་སམ་ཡང་ན་སྐུ་གཟུགས་ནི་བརྒྱ་སྟོན་ཐུབ་པ་དང་སྐུ་གཟུགས་རེ་རེའི་གི་འཁོར་དུ་ཡང་བྱང་ཆུབ་སེམས་དཔའ་བརྒྱ་ཕྲག་གིས་བསྐོར་བ་འོ་དེ་འདྲ་གི་རྫུ་འཕྲུལ་དང་ནུས་བ་ཡོད་པ་རེད། འོ་དེའི་དོན་དག་རེད། ནི་དེ་ས་དང་པོ་གི་ཡོན་ཏན་བརྒྱ་ཕྲག་བཅུ་གཉིས་དེ་རེད། ས་དང་པོ་གི་ཡོན་ཏན་བརྒྱ་ཕྲག་བཅུ་གཉིས་དེ་དག་ས་གཉིས་པར་ཡོན་ཏན་དེ་དག་སྟོང་འགྱུར་དང། ས་གསུམ་པར་འབུམ་འགྱུར། ས་བཞི་པར་ཕྱེ་བ་ཕྲག་བརྒྱ་དང། ས་ལྔ་པར་ཕྱེ་བ་ཕྲག་སྟོང་དང། ས་དྲུག་པར་ཕྱེ་བ་ཕྲག་འབུམ་དང། ས་བདུན་པར་ཕྱེ་བ་ཕྲག་ཁྲིག་འབུམ་དང། ས་བརྒྱད་པར་སྟོང་གསུམ་འབུམ་གྱིས་རྡུལ་ཕྲ་རབ་ཀྱི་གྲངས་དང་བསྙེན་པ་དང། ས་དགུ་པ་ལ་སྟོང་གསུམ་གྲངས་མེད་འབུམ་ཕྲག་བཅུའི་རྡུལ་ཕྲ་རབ་དང་བསྙེན་པ། བཅུ་པ་ལ་སངས་རྒྱས་ཀྱི་ཞིང་བརྗོད་དུ་མེད་པའི་ཡང་བརྗོད་དུ་མེད་པ། རྡུལ་ཕྲན་རབ་དང་མཉེན་པ་དང་དེ་བས་ཀྱང་ལྷག་པ་ཐོབ་བོ། མདོར་ན་ས་དང་པོ་གི་སྐབས་སུ་ཐོབ་པའི་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཏེ། ནི་ས་རིམ་པ་བཞིན་དུ་ལྡབ་འགྱུར་ནས་ལྡབ་འགྱུར་དུ་འཕེལ། ནི་གྲངས་ཇེ་མང་དང་ནུས་པ་ཇེ་ཆེ། འོ་དེ་འདྲ་འགྲོ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པའི་སྐབས་དེ་ལ་མཐུ་དང་ནུས་པ་རྫུ་འཕྲུལ་ཡང་ན་མཁྱེན་པ་དང་བརྩེ་བས་ནུབ་པ་སྟེ་མཐའ་ལས་འདས་པ་བསམ་གྱིས་མི་ཁྱབ་པ་བརྗོད་ཀྱིས་མི་ལང་བ་འོ་དེ་འདྲ་ཆགས་འགྲོ་རེད་ཟེར་བ་དོན་དག་རྡོག་རྡོག་དེ་འདྲ་ཅིག་གསུང་གི་ཡོད་པ་རེད།